ད་ལྟ་ཨ་རིའི་རོགས་ཚོ་དགའ་བའི་ཐོག་ནས་ཏན་ཏན་འགོག་རྐྱེན་ཅིག་འཕྲད་པ་རེད་ཡིན་ན་ཡང་ད་ལན་གྱི་གྲོས་ཚོགས་ནང་ལོགས་ལ་འཛིན་སྐྱོང་ནས་ཅོག་ཆ་མང་པོ་ཅིག་འཁྱིལ་ཡོད་རེད་ཡིན་ན་གལ་ཆེ་ཤོས་དེ་ཅོག་ཆ་འཁྱིལ་ཡོད་ན་ཡང་ཁ་ཡོད་ལག་ཡོད་ཀྱི་ཤེས་ཡོན་རེད་རྒན་འཁོགས་ཀྱི་འཚོ་སྣོན་རེད་འཕྲོད་བསྟེན་རེད་དེ་རིགས་ལ་མུ་མཐུད་ནས་ད་མ་དངུལ་ངོ་ནས་བཏང་བྱས་གང་ལྟར་ད་ལན་དངུལ་རྩིའི་ཐོག་ནས་ཧིན་སྒོར་སུམ་སྟོང་སུམ་བརྒྱ་དྲུག་ཅུ་རེ་དགུ་ལྷག་ཅིག་ས་ཡ་ང་ཚོ་དེ་བཀའ་འཁྲོལ་བསྡུ་ས་ཅིག་ད་ཐོབ་པ་རེད། དེ་ཐོག་ནས་ཨ་ནི་ཅིག་གཙོ་བོ་རྒྱ་གར་ཙམ་མ་ཟད་བལ་ཡུལ་ནང་ལོགས་ཡིན་ན་ཡང་གང་ལྟར་ཁ་ཚ་དགོས་གཏུགས་ཀྱི་ཅིག་ལས་དོན་སྤེལ་དགོས་བ་དེ་ལ་ང་ཚོའི་ངོས་ནས་རྒྱབ་སྐྱོར་ཞུས་ཡོད་རེད་བྱས་ཙང་སྤྱི་ཡོངས་ཀྱི་ཨ་ནི་སྔོན་རྩིས་ཐོག་ནས་གྲོས་བསྡུར་རིམ་པ་མང་པོ་བྱུང་བྱས། བསྡོམས་དེ་ལ་ང་ཚོ་ལས་དོན་ཡག་པོ་ཅིག་སྒྲུབ་སོང་བསམ་གྱི་ཡོད། ལགས།
ད་རྩ་བའི་གནད་ད། ཚོགས་གཙོ། མཇུག་དང་གཏམ་བཤད་རེད་ད་ག་ནང་བཞིན་གྱི་ང་ཚོ། ནས་གཏོང་ལེན་ཕྲེང་བའི་བསྟན་པའི་སྐབས་སུ་རྣམ་པ་ཚོ་ཚོགས་མི་ཡང་ཕྱིན་ཡོད་རེད་བསམ་གྱི་འདུག་ང་ཚོ་དངོས་འཛིན་ད་རེས་ད་ས་ཡ་སུམ་སྟོང་ལྷག་ས་ནས་གཏན་འབེབས་བྱས་ཡོད་རེད། སྤྱི་བཏང་ད་རེས་ཨ་རིའི་གི་རོགས་ངོར་དང་བཀག་སྡམ་ཐོག་ནས་ཐོག་སུ་མ་ཆགས་བ་བྱུང་ཡོད་རེད་དེ་ཡིན་ན་གང་ལྟར་ས་ཡ་སུམ་སྟོང་ལྷག་ཞིག་ནས་གཏན་འབེབས་ཞུ་བ་རེད་ཅེས་བཤད། ལ་རེད། ད་སྤྱིར་བཏང་ད་ལོ། ད་ད་ད་རེས་ཀྱི་ཚོགས་འདུ་འདི་ནི་སྔོན་རྩིས་སྤྱི་ལོ་ཉིས་སྟོང་ཉིས་རྩ་ལྔ་རྩ་དྲུག་གི་སྔོན་རྩིས་ཀྱི་གྲོས་ཚོགས་དེ་ཆགས་བསྡད་ཡོད་རེད། རྩ་བའི་ཞི་དྲག་ཡག་པོ་བྱུང་སོང། ད་ཡིན་ན་ང་ཚོ་ཨ་རིའི་རོགས་དངུལ་དེ། དགའ་བ་རེད་དགའ་བ་དེ་ང་ཚོ་གཅིག་པོ་མ་རེད་ད་འཛམ་གླིང་སྤྱི་ཡོངས་ལ་དགའ་རུ་བ། དེའི་ནང་ལ་ནི་ལྕོག་བྱ་དེ་རིགས་ཆགས་ཡོད་རེད་འཛིན་སྐྱོང་བཀའ་ཤག་ངོས་ནས། ང་ཚོ་དམངས་ཁྲིའི་ངོས་ནས་ཚོགས་པ་ཆ་རེ་ཚོགས་ཆུང་ངོས་ནས་ལྕོག་བྱ་བྱས་ཡོད་མ་རེད་ད་བཀའ་ཤག་ངོས་ནས་ལྕོག་བྱ་ཅིག་བསྣམས་ཕེབས་ཡོད་རེད་ད་དེ་ལ་ཡག་པོ་ཞིབ་འཇུག་བྱས་པ་ཡིན་ན། སྤྱིར་བཏང་ད་ངུ་ངུ་ཐད་ནས་སྐྱོང་བར་ད་ཡིན་ན་ལས་གཞི་ལས་འཆར་གྱི་ངོས་ཐད་ནས་སྐྱོང་ཆེན་པོ་འགྲོ་ཡོད་མ་རེད། དེའི་ནང་གི་ཧ་ལམ་བརྒྱ་ཆ་ལྔ་བཅུ་ལྷག་ཟིག་ལས་ཀ་མུ་མཐུད་ནས་འགྲོ་ཡ་རེད། ཨཱ་དེའི་གི་དངུལ་དེ་ཡང་དེའི་གི་མྱོང་ཁྲིད་བྱེད་ཡ། དེ་འདྲའི་གི་རིགས་གཅིག་ཡོད་རེད་ཡང་ལས་ཀྱི་ལས་འཆར་ཁག་གཅིག་ཟིག་ད་སྔོན་མ་ཡིན་ན་རོགས་ཚོགས་གི་དགོས་འདོད་གི་སྒང་ནས་ཟབ་སྦྱོང་སྤྲད་དགོས་ཡ་ཚོགས་འདུ་ཚོགས་དགོས་ཡ་མང་པོ་ཟིག་རོགས་ཚོགས་ཁུ་ཚུར་ཚེ་ར་ཁ་ར་ལབ་དགོས་རེད་ད་ཁོ་རང་ཆ་རྐྱེན་འཇོག་གི་ཡོད་རེད་ད་ལྟ་སུ་དྲང་དེ་ང་ཚོ་གི་ལས་ཀ་གི་སྒོ་ད་དགོས་གི་ཡོད་ན་གལ་ཆེན་པོ་ཆགས་གི་ཡོད་མ་རེད་དེ་འདུག་ན་ད་སུ་དྲང་དེ་མེད་པ་ཆགས་རེད། དེང་དུས་གང་ལགས་ནི། ད་ཁྱད་པར་ཕྱི་དགྲ་འགྲོ་ཡང་མ་དེ་གཅིག་རེད་ཉིན་མོའི་ཆ་ནི། ད་གནས་སྐབས་ཀྱི་རོགས་དངུལ་དེ་འདྲས་ཅིག་འགའ་བ་རེད་དེ་ཡང། རོགས་དངུལ་ཐབས་ཤེས་བཏང་གི་བཏང་གི་རོགས་དངུལ་རག་བ་ཡིན་ན་ཡང་ལས་ཅི་དུ་མི་མཐུན་ནས་འགྲོ་ཡ་གི་ལམ་ཁ་ཅིག་ད་ལྟ་ཡོད། དེང་དུས་གང་ལགས་ནི། ད་ད་རེས་ཀྱི་སྔོན་རྩིས་དེ་གི། ད་རེས་ཀྱི་གྲོས་ཚོགས་དེ་སྔོན་རྩིས་ཀྱི་གྲོས་ཚོགས་རེད་ད་ཡིན་ན་སྔོན་རྩིས་ཀྱི་སྒང་ལ། དེའི་ཁྱད་པར་འགྲོ་ཡང་མ་ཁྱད་པར་ཕྱི་དགྲ་འགྲོ་ཡང་མ་རེད་ཡིན་ན་ད་ད་རེས་སྤྱིར་བཏང་གི་སྔོན་རྩིས་ཙམ་མ་ཡིན་པ། ནི་དམངས་གཙོའི་ཀ་བ་གསུམ། དག་སྣང་ཞིང་རང་དབང་ཅན་གྱི་སྡེ་ཚན་གསུམ་དུ་ཚང་མ་བསྐྱར་གསོ་བྱེད་ཐུབ་པ་ཡག་གི་ད་ད་རེས་ཀྱི་གྲོས་ཚོགས་དེ་དཔེ་ཡག་པོ་ཞིག་བྱུང་སོང་བསམ་ཡང་ནི་གྲོས་ཚོགས་འཐུས་མི་རྣམ་པ་ཡིན་ན་ད་ཚང་མ་གི་དེ་གསུང་གི་འདུག་པས་དགའ་བདེ་བྱ། ད་ད་རེས་སྤྱིར་བཏང་སྔོན་རྩིས་ཀྱི་ང་ཚོ་ལ་དཀའ་ངལ་ཇི་ཙི་འཕྲད་སོང་དེ་ཡིན་ན་ད་སྔོན་རྩིས་ཕྱི་ཟླ་གསུམ་པ་གི་གྲོས་ཚོགས་འདི་ད་རེས་དོན་དང་ལྡན་པ་ཞིག་བྱུང་སོང་དེ་ནི་ད་ཚང་མ་ལ་དེ་ཚོར་བ་ཞིག་འདུག། ལ་སོ། ཨ་ནི་ད་རེས་ཀྱི་གྲོས་ཚོགས་སྐབས་སུ་ཡང་ཁྲིད་བྱེད་པ་སོང་བཀོད་བྱ་དང་དེ་ནས་རྩིས་བྱེད་པ་བཀོད་ཐུབ་ཡོད་རེད་བ། དེ་ནས་སོ་སྤྱི་ཡོངས་ཀྱི་ད་རེས་གྲོས་ཚོགས་ག་འདྲའི་འགྲོ་བྱུང་སོང།
ལ་འོང་དང་ཅི་གོང་དུ་ཞུས་པ་ནང་བཞིན་རེད་ང་ཚོ་ད་ལྟ་གྲོས་ཆོད་ཁག་གལ་ཆེན་པོ་དེ་རེད་ཁ་ཤས་ཀྱི་ད་ལྟ་ནམ་བེད་རེད་ད་ག་ནང་བཞིན་ཨ་ནི་བཅའ་ཁྲིམས་བསྐྱར་བཅོས་དེ་འདྲས་ཁ་ཤས་བྱེད་འགྲོ་ཡོད་རེད་ད་འདི་ནང་ལོགས་ནས་ད་ལྟ་ལས་དོན་གལ་ཆེ་གཅིག་འདི་ད་ཆེ་བསྟོད་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་གཅིག་ད་ཞེ་གཉིས་ད་ལན་བསྐོ་བཞག་བསྒྲུབས་པ་བྱུང་རེད་ད་དེ་ཡང་དེ་སྔ་གྲོས་ཚོགས་ལ་ང་ཚོ་བཅའ་ཁྲིམས་བསྐྱར་བཅོས་བྱས་པའི་ཐོག་ནས་ད་ལན་དེ་འོས་མི་འཁྱེར་བ་གཞི་བཟུང་གིས་གྲོས་ཚོགས་ཀྱི་དེ་ད་ལན་ང་ཚོ་འོས་མི་བདམས་ཐུབ་པ་བྱུང་རེད། དེ་ག་ནང་བཞིན་དེ་སྔ་གྲོས་ཚོགས་ནང་ལོ་བཅའ་ཁྲིམས་ཁྲིམས་གཞི་གང་དང་འབྲེལ་བའི་ཐོག་ནས་ལས་དོན་དང་འབྲེལ་བའི་ཐོག་ནས་བཅའ་ཁྲིམས་བསྐྱར་བཅོས་འགྲོ་ཡོད་ཙང་དེ་གི་སྒྲིག་གཞི་ཁག་ཁ་ཤས་ཅིག་ལ་ང་ཚོ་ཡང་དེ་གྲོས་ཚོགས་ནང་ལོགས་ནས་ཡང་བསྐྱར་གཏན་འབེབས་བྱས་བྱས་གང་ལྟར། ལས་དོན་འདི་ཚགས་ཚུད་པོ་བྱས་དང་ཡག་པོ་བྱུང་སོང་བསམ་གྱི་ཡོད། ལའོ། ད་དེ་རིང་སྤྱི་ཡོངས་ཀྱི་གྲོས་ཚོགས་དེ་ཡག་པོ་ཞེ་དྲག་བྱུང་ཡོད་རེད་བསམ་གྱི་འདུག་ད་ག་ཟེར་ན། སྤྱི་བཏང་གི་ང་ཚོ་ལས་གཉིས་ནང་ད་ལན་མང་པོ་ཞེ་པོ་བཏང་ཡོད་རེད་ལ། དམིགས་བསལ་གྱི་ད་ལན་གྱི་གྲོས་ཚོགས་ཀྱི་ནང་ལོགས་ལ་ནི་ང་ཚོ་ལས་རིམ་ལྟར་ཁྲིམས་ཡིག་ཁྲིམས་ཀྱི་ཐོག་ལ་བསྐྱར་བཅོས་ཁྲིམས་འཆར་དེ་འདྲའི་གི་ཐོག་ལ་ཁྲིམས་འཆར་བཅུ་བཞི་ལྷག་ཟེར་ནས་ང་ཚོ་གཏན་འབེབས་བྱས་ཡོད་རེད་ད་ག་ནང་བཞིན་གྱི་ད་རྣམ་པ་ཚོ་ཚོགས་མི་མཆིས་ཡོད་རེད་ང་ཚོ་ཁྲིམས་ཞིབ་པ། སོང་དང་ད་ག་ནང་བཞི་ཁའི་གནས་བརྒྱད་བརྩི་བཞི་པ་གནས་དེ་སོ་བསྐོ་བཞག་བྱུང་ཡོད་རེད་ད་ག་ནང་བཞི་ཁའི་ད་ང་སོ་དང་ལེན་ཁའི་དེའི་ནང་ལོགས་ལ་ཡང་ཚོགས་ཆུང་ཁག་མང་པོ་ཅིག་བཙུགས་ཡག་གི་གྲོས་ཤུགས་བཞག་ཡོད་རེད་ད་གང་ལྟར་དང་ལེན་ཁའི་སྤྱི་འཐུས་གྲོས་ཚོགས་ཀྱི་ལས་རིམ་དེ་སྔར་དང་མ་འདྲ་བར་གདན་རིམ་དེ་ལས་གདོང་མང་པོ་ཅིག་བསྟན་པའི་ཐོག་ཡོད་རེད་ཞུ། ལ་རེ་ད་ངའི་སྒང་དུ་ཞུ་བ་ནང་བཞིན་གྱི་སྤྱི་ཡོངས་ཀྱི་གྲོས་ཚོགས་དཔེ་ཡག་པོ་བྱུང་སོང། ད་རེས་ཀྱི་འདི་འདྲའི་ཅིག་བྱུང་གི་རུ་བསམ་སུ་མ་བྱུང་གང་ཞིག་ན་ད་ལྟ་དུས་ཀྱི་འཛའ་དྲག་གི་ཁབ་ཐུག་ཅིག་རུ་བ། ཨ་ནི་སྔོན་རྩིས་ཀྱི་སྒང་ནས་ང་ཚོ་ཨ་རིའི་རོགས་ཚོགས་ཁར་དགག་ཡ་དང་དེ་འདྲའི་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད་ད་ནང་བཞིན་ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་རྣམ་པ་ཡོད་བ་མ་རེད་དེའི་གཟིགས་ཅིག། ད་ཚོར་བ་རྣོན་པོ་གི་དུས་སུ་ཅིག་རེ་བ་ད་ཡིན་ན་ཕྱི་དུས་ཚང་མ་ལུགས་དགོངས་པ་ཆེ་བཞེས་གནང་ནས་ཚང་མ་ལུགས་དངོས་གནས་དགོངས་པ་གཏང་ཟབ་མོ་དང་གུ་ཡངས་པོ་སྤེལ་ཏེ་ཐུགས་སེམས་རྒྱ་ཆེན་པོ་བཞེས་སོང་བསམ་གྱི་འདུག་ང་རང་སོ་སོ་དེ་གི་ཚོར་བ་ཡོད་དེ་ལས་ནི་ད་བོད་མིའི་སྒྲིག་འཛུགས་འདི་བསྐྱར་གསོ་བྱས་ཐོག་ཨ་ནི་ང་ཚོ་བརྩེ་དུང་བརྩོན་མཁན་གཅིག་གི་མི་རིགས་གཅིག་ཡིན་དུས་གང་ལ་ཚང་མ་གི་དེ་ལ་དགོངས་པ་བཞེས་ཐུབ་བ་ད་ཡིན་ན་གྲོས་ཚོགས་ནང་གི་གུ་མང་ཚོ་སྒྲིག་འཛུགས་གཅིག་ཡིན་དུས་གང་ལ་བསམ་ཚུལ་མཐུན་མ་མཐུན་དང་ཨ་ནི་ཅིག་དེ་འདྲའི་སྒེར་གི་ལྟ་བ་ལངས་ཕྱོགས་ད་དུས་ཡོང་གི་ཡོད་ད་ཡིན་ན། རྩ་དོན་ལ་ཐུག་ཡོང་དུས་གང་ལ་གནས་སོ་སོའི་སྒེར་གྱི་དགའ་མོས་དགའ་མདོག་དང་ལྟ་བ་ལངས་ཕྱོགས་བཞག་ནས་སྤྱི་བའི་ཐོག་ལ་སྤོང་ཐུབ་སོང་བསམ་ཡག་གི་དེ་བྱུང་སོང་ནི་ངས་ད་ནས་སྒང་ནས་ཞུ་བ་གནང་བཞིན། ད་རེས་ཀྱི་འདི་ད་རེས་གཅིག་པོ་མ་རེད་སྐབས་བཅུ་དྲུག་པ་གཅིག་སྐབས་བཅུ་བདུན་པ་གཅིག་པོ་མ་རེད་སྐབས་བཅུ་དྲུག་པ་ནི་དཀའ་ངལ་དེ་འཕྲད་ནས་ཡོང་རེད་བ་ད་ཧ་ལམ་ལོ་གང་ལ་གང་དྲུག་གི་བདུན་ཚིགས་འགྲོ་རེད་སྐབས་བཅུ་དྲུག་པ་གི་མཇུག་ཏུ་བ་ནི་དཀའ་ངལ་འཕྲད་རེད་ད་ད་རེས་ཨ་ནི་སྐབས་བཅུ་བདུན་པ་གི་ལོ་གཅིག་མ་རྫོགས་སྔོན་ལ། ཨ་ནི་དམངས་གཙོའི་ཀ་བ་གསུམ་དང་ཆེད་དུ་ཁྲིམས་ཞིབ་པ་རྣམ་པ་ཆེད་དུ་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་བྱེད་ཐུབ་པ་དང་ནང་བཞིན་རང་དབང་ཅན་གྱི་སྡེ་ཚན་གྱི་ནང་ལོགས་ནས་ཆེད་ཞིབ་ཅིག་བྱེད་པ་བསྐོ་གཞག་བྱེད་ཐུབ་པ་བྱུང་ནས་ད་ང་ཚོའི་དམངས་གཙོའི་སྒྲིག་འཛུགས་ཀྱི་ནང་གི་དམངས་གཙོའི་ཀ་བ་གསུམ་དང་རང་དབང་ཅན་གྱི་སྡེ་ཚན་གསུམ་དམངས་གཙོའི་སྒྲིག་འཛུགས་ནང་ནས་དམངས་གཙོའི་ཀ་བ་གསུམ་གཅིག་པུ་མ་རེད། དེའི་ཁར་ས་རང་དབང་ཅན་གྱི་སྡེ་ཚན་གསུམ་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད། འོས་བསྡུ་ལྷན་ཁང་འདེམས་བསྐོ་ལྷན་ཁང་སྤྱི་ཁྱབ་ཅིག་ཞིབ་ལས་ཁང་དེ་རང་དབང་ཅན་གྱི་སྡེ་ཚན་གསུམ་རེད། ཨ་ནི་འདིའི་ཁར་སྤྱི་ཁྱབ་ཅིག་ཞིབ་པ་འདེམས་བསྐོ་བྱེད་ཐུབ་པ་བྱུང་ནས་ད་ད་ལྟ་ངོས་ནས་བསྒྲགས་ནས